ད་དེ་རིང་སྐྱོར་མི་འདུག་པས་སྐད་ཆ་རྫབ་ཆེན་ཞུས་ཤེས་སོ་ཀུན་སྤྱོད་གསུམ། ཁོ་རང་ད་བཀའ་ཤག་ནས་མ་ཁེ་ཤེས་པས། ཨོ། ཡིན་ཅང་ཨང་བཅུ་དགུ་པ་དེ་གྲོས་ཆོད་དེ་བཀའ་ཤག་ནས་མ་ཁེ་འདུག་བ། དེ་ལམ་ལ་འགྲོ་མ་སོང་བ། སྤྱི་འཐུས་མི་སུམ་ཅུ་རག་མ་སོང་བ་ལག་པ་བསྐྱང་མཁན་མི་ཉུང་ཤས་རྩ་སྔ་མ་གཏོགས། ད་འདི་གི་སྤོག་རླུང་ལངས་འདུག་བ་ཞོ་རིན་པོ། དེ་རླུང་ལངས་ཆེད་སྤྱི་འཐུས་རྒྱུན་ལས་ཀྱི་ཡ་གྲོས་ཆོད་ཨང་ཉི་ཤུ་པ་དེ། སྒང་ལ་ཁོས་སྐད་ཆ་ག་འདྲའི་བཤད་སོ་ད། དེ་དེ་རྗེས་ཨང་ཉི་ཤུ་པ་དེ་ཁི་ཡོན་ཡན་གྱི་དམིགས་ཡུལ་དེ་ག་རེ་ཡིན་ན། རྒྱབ་ལྗོངས་དེ་ག་འདྲའི་ཡིན་ན། ངའི་ལྟས་པ་ཡིན་ན་དེ་ང་ཚོ་སེ་ཁོང་ཚོ་བཀའ་ཤག་གི་ལྟས་པ་ཡིན་ན། ཆེས་མཐོའི་ཁྲིམས་ཞིབ་ཁང་དེ་མེད་པ་བཟོས་ཀྱི

ཁྲིམས་ཤེས་གང་ཟེར་མཁན་དེ་མེད་པ་བཟོ་རེད་པས་བསམ་བློ་ཞིག་བཏང་དང་ལེ། ཁྲིམས་ཤེས་གང་མེད་པ་གར་ཕྱིན་ནས་བཟོས་དགོས་རེད་པ། མང་གཙོའི་ཀ་བ་གསུམ་དེ་ང་ཚོ་བོད་མི་སྐྱེ་བོ་རྣམ་གྲངས་ཡོངས་སུ་རྫོགས་པ་ལ་དགོས་ཡ་ཅི་རེད་པ། ད་ལྟ་ཅིག་བཤད་བསྡད་ཡ་དང་ཅིག་བྱེད་བསྡད་ཡ་ཚང་མ་ལ། ཁྲིམས་ཤེས་གང་འདི་ནང་ལ་ཡོད་ཐང་ཐང་གི་མི་རྩ་ཚང་ངན་གྱི་མས་ཙང་བཤད་བསྡད་ཀྱི་ཡོད་རེད་མ་གཏོགས་ཅིག་ཆེ་མཐོའི་ཁྲིམས་ཤེས་གང་མེད་པ་བཟོས་ཡ་གི་ཆ་ཤས་སྟེང་ཅིག་བཤད་བསྡད་ཀྱི་ཡོད་མ་རེད་པ། ཆེ་མཐོའི་ཁྲིམས་ཤེས་ཁག་ལྟོས་ར་གི་ཆེད་དུ་བཤད་ཀྱི་ཡོད་མ་རེད་པ། ཡིན་ནའི་ཅིག། རྐུབ་ལྕག་གང་འདེད་མཁན་ཅིག་གིས་དེ་འདྲའི་སྐད་ཆ་འགན་མ་ཁུར་བའི་སྐད་ཆ་ཅིག་བཤད་སོང། ཆེ་མཐོའི་ཁྲིམས་ཤེས་ཁག་འདི་ཅིག། མེད་པ་བཟོས་ཀྱི། ཐབས་ལམ་འབྱེད་མེད་འགྲོ་བསམ་པའི་ང་ང་ཚོ་དོགས་པ་ཡོད་ད། དེ་འདྲས་བཤད་སོང་ད། ཧ་ལས་པ་རེད་པ་ད། ཧ་ལས་པ་རེད་པ་ད།

ཁམས་ཆུང་ཨང་སུམ་ཅུ་སོ་དགུ་པ་ཡི་ནས་རེད་ཡིག་ཆ་ཨང་སུམ་ཅུ་སོ་དགུ་པ་ཡི་ནས་དེ་གཅིག་བཤད་ནས་མུས་མཐུད་ཀྱི་དཀའ་ལས་རྒྱབ་སྡད་གནད་འགག་གྲུབ་འདུག་ཆེ་མཐོའི་ཁྲིམས་བཤད་ཁང་དེའི་ནང་ལོ་ལས་མི་རྩ་ཚང་ངེས་ཅིག་དང། མི་ཚད་ལྡན་ཅིག་ཡོང་ཡག་ཅིག་གི་ཆེད་དུ་ང་ཚོས་བཤད་སྡད་ཀྱི་ཡོད་རེད་མ་གཏོགས་ཅིག་ཁྲིམས་བཤད་ཁང་མེད་པ་ཟེར་བ་ཞིག་སུ་ལ་འདོད་པ་ཡོད་རེད་ཡ། བུད་མེད་རྩམ་ཟས་ཡོངས་སུ་རྫོགས་པ་སུ་ལ་འདོད་པ་ཡོད་སུ་གཅིག་ལ་ཡོད་རྒྱུ་མ་རེད། ཡིན་ནས་དེ་འདྲ་བཤད་སོང། རྫབ་ཆེན་དང་ཆོ་རུམ་པོ།